བླ་མ་དང་མཁན་པོ་རྗེ་བཙུན་འཇམ་པའི་དབྱངས་ལ་ཕྱག་འཚལ་ལོ། ཟླ་བཅུ་གསུམ་པ་སྤར་ཁ་བཟང་བཞི་ཉིན་བཞེས་ཟེར་གི་འདི་རེད། ད་ང་ཚོ་དཔལ་ནང་སོག་ལོའི་དབང་རྟ་ལུང་རྟ། ལོ་རྩིས་ཚར་ནས་དེ་ནས་སྦྱིན་བདག་དང་ལས་ཀ་བྱེད་མཁན་ཡིན་ན་ཡང་འདྲ། བླ་མ་དང་སློབ་མ་ཡིན་ན་ཡང་འདྲ། ཕོ་དང་མོ་ཡིན་ན་ཡང་འདྲ་ལས་ཀ་མཉམ་དུ་བྱེད་བཞིན་དུ་མཐུན་མི་མཐུན་ཇི་ལྟར་ཡོད་རོ། ད་ལྟའི་ནང་བཞིན་སྤར་ཁ་འདི་ལ་ཡང། དེ་ནས་མཐུན་པ་བཟང་པོ་བཞི་ཡོད་རེད་མི་མཐུན་པ་ངན་པ་བཞི་ཡོད་རེད་ཟེར་གྱི་ཡོད་རོ། ད་དེའི་ཚེ་དུས

ལོ་ཁམས། ལོ་བརྟག་འདི་རྟགས་རེད་ཁམས་འདི་ས་རེད་ལོ་ས་རྟགས། ལོ་གྲངས་འདི་ཉི་ཤུ་རྩ་དགུ་རེད་བ་ད་ལོ། ཟླ་ལོ་ཡི་ལོ་འདི་ཡི་དབང་དུ་བཏང་ནས། གནམ་ལོ་མེ་སྟག་ཡི་དབང་དུ་བཏང་ནས་རེད་ཉེར་དགུ། ཟླ་འདི་ཉེར་དགུ་ཡིན་དུས་ཕོ་འདི། འདི་ན་འདི་འདྲ་བརྩི་གི་རོགས་གཅིག་བཅུ་ཉི་ཤོ། ཉེར་གཅིག་ཉེར་གཉིས་ཉེར་གསུམ་ཉེར་བཞི་ཉེར་ལྔ་ཉེར་དྲུག་ཉེར་བདུན་ཉེར་བརྒྱད་ཉེར་དགུ་ཟེར་ཏེ་སྤར་ཁ་ལི་མི་རེད་འདུག་ཨ། ཕོ་འདི། སྤར་ཁ་ཁམ་བཅུ་རེད་དོ། ཕོ་དེ་གཅིག་བཅུ་ཉི་ཤུ་སུམ་བཅུ་བཞི་བཅུ། མ་རེད། གཅིག་བཅུ། ཉི་ཤུ་ཉེར་གཅིག་ཉེར་གཉིས་ཉེར་གསུམ་ཉེར་བཞི་ཉེར་ལྔ་ཉེར་དྲུག་ཉེར་བདུན་ཉེར་བརྒྱད་ཉེར་དགུ་ཟེར་དེ་སྤར་ཁ་ཁམ་བཅུ་རེད་དོ་ག་ཕོ་དེ། ད་མོ་དེ་ཆུ་ལུག། ཉེར་བཞི། ཉེར་བཞི་ནི་གཅིག་བཅུ་ཉི་ཤུ། ཉེར་གཅིག་ཉེར་གཉིས་ཉེར་གསུམ་ཉེར་བཞི་ཟེར་སྤར་ཁ་རྒྱན་རེ་རེ་འདུག་ཨ། ད་བཟང་པོ་ཞིག་ཉན་པ་བཞིན་ཟེར་དུས། ད་དེ་འདྲ་སྤར་ཁ་ཁམས་བཅུ་དང་རྒྱན་རེ་ཡིན་པ་གཉིས་མཉམ་དུ་ཡོད་མཁན་གྱི་ཚིག་མཚོན་ཡ་རེད། ད་དཔེར་ན་དེ་ན་ན་སི་ད། བདག་སྤར་ཁ་བཟང་ཞིང་ངན་ཞིང་ནས། སྨན་ཡུལ་ཆུ་སྐྱིལ་སྨན་དུ་ཆེ། སྨན་ཡུལ་ཆུ་སྐྱིལ་སྨན་དུ་ཆེ་སྤར་ཁ་དེ་ཁམ་ཆུ་དང་རྒྱན་རིང་མཉམ་དུ་ཚོས་རེད། སྨན་ཡུལ་ཆུ་སྐྱིལ་སྨན་དུ་ཆེ་ཟེར་དུས་མེ་དང་ཆུ་རེད། ལི་མེ་དང་ཁམ་ཆུ་རེད། གནམ་ནས་ས་གཏན་སྨན་དུ་ཆེ་ཟེར་དུས་ཁྱེད་གནམ་དང་ཁྱོད་ས་རེད། ལྕགས་ཀྱི་རི་ཁུལ་སྨིན་དུ་ཆེའི་ས་དུ་ལུ་ལྕགས་མདའ་ལྕགས་ཐང་འགྱིང་རི་རེད་འདུག་མདའ་ལྕགས་ཐང་འགྱིང་རི་དེ་རེད་འདུག་ཡིན་ན་ཡང་མདའ་ལྕགས་དེ་མཉམ་དུ་རེད་མི་འདུག་ཁམས་ཆུ་དང་འགྱིང་རི་མཉམ་དུ་འདོན་དགོས་རེད། རླུང་གིས་ཤིག་འགྱིང་སྨིན་དུ་ཆེ་ཟོན་རླུང་དང་ཟིན་བཞིན་རེད་འདི་གཉིས་མདའ་ལྕགས་ཐང་རྣམ་སྨིན་རེད་མི་འདུག་སེ་འདི་འདྲ་ལྟ་ཡ་རེད། ད་དེ་ནས་གཉིས་པ་འདི།

ས་ལར་ཡང་བཙུགས་ཟེར་ཁྱོད་ས་དང་དགེ་འདི་རེད། ད་འདི་སོགས་ཚུར་འདི་ཡག་རེད་མི་འདུག། ད་འདི་ནི་དཔལ་སྐྱེས་རེད་འདུག་ད་བཟང་པོ་གསུམ་བཟང་པོ་གཉིས་འགྲོ་ཟེར་བཟང་པོ་གསུམ་པོ་དེ་དཔལ་སྐྱེས། རླུང་གིས་མེ་འབུལ་ཟེར་རླུང་དང་ལི་མེ། ས་ལས་ལྕགས་སྐྱེས་ཅིང་ཁྱོད་ས་དང་ད་ལྕགས། རི་ཡི་རྣམ་སྙེགས་ཟེར་དུས་དགེ་འདི་རེད་དང་ཁྱེད་རྣམ། ཆུ་ཡི་ཤིང་ཡང་སྐྱེས་ཟེར་དུས་ཁམས་ཆུ་དང་ཟན་ཤིང་རེད་འདུག་འདི་ཡག་རེད་མི་འདུག་དཔལ་སྐྱེས།

འདྲེ་ང་རེད་འདུག་ད་འདི། ཕོ་ཉེར་དགུ་དང་མོ་ཉི་ཤུ་རྩ་བཞི་བརྒྱད་པ་དེ་གཉིས། རླུང། མ་རེད། སྤར་ཁ་ཡག་པོ་མི་འདུག་སྤར་ཁ་ཡག་པོ་རེད་མི་འདུག་གང་ཡིན་ཟེར་ན་འདྲེ་ང་རེད་འདུག་འོ་དེ་རེད། ད་འདི་འདྲེ་ང་ཕོག་སོང་ན། དེ་ནས་ཁོ་ཡི་རིམ་གྲོ་ཅི་ཡང་འགེལ་བ་ད་འདི་རིམ་གྲོ་ནང་ལ་བཏང་བ་རེད། རྗེས་ཚང་འདི་གཉིས་བཟང་པོ་རེད་མི་འདུག་ཟེར། ཉེར་དགུ་དང་ཉེར་གསུམ་གཉིས་མཉམ་དུ་བསྡད་ན་པར་ཧ་འདི་ཡག་པོ་རེད་མི་འདུག་ཟེར་བ། པར་ཧ་འདི་ངན་པ་རེད་འདུག་འདྲེ་ང་རེད་འདུག་ག། འདྲེ་ང་ཁྱེད་གསུང་ཁོ་ར། ད་ཡང་ན་ཡང་གཞན་པ་ཅི་ལྟ་ན་ར་བ། ཕོ་འདི་ཤིང་དཀྲུག་དཀྲུག་བྱེད་རེད་གསུམ། མོ་འདི་ལྕགས་སྤྲེལ་བཞི་བཅུ་ཞེས་བདུན་འདུག་ད་ཁོང་གཉིས་མཉམ་དུ་བརྩིས་ན་དེ་གཉིས་ཀ་གི་སྤར་ཁ་དེ་ཟིན་ཟིན་ཤིང་རེད་འདུག་ཟིན་ཤིང། ད་ཟིན་ཤིང་ཡིན་ན། དེའི་ནང་ལ་ཆགས་ལོན་ནི་རང་རང་ཕྱོགས་ནས་བྱས་ཟེར་བ་རང་རང་ཕྱོགས་ཟེར་གྱིན་འདི་ད་གཉིས་ཀ་ཟིན་ཤིང་རེད་འདུག་ཨ་ཆོག་ག་པ་ཡ་འགྲོ་དགོས་མི་འདུག་རང་རང་ཕྱོགས་ཟེར་ད་ཟིན་ཤིང་འདི་ཤར་ལ་རེད་བ་ད་གཉིས་ཀ་འདི་ཤར་རེད་འདུག་དེ་ལས་འདི་ནས་བཟང་པོ་ཞིག་ངན་པ་ཞིག་གི་ནང་ནས་ཆགས་ལོན་རེད་འདུག་ར་བ་ངན་པའི་གི་ནང་བཟང་པོའི་གི་ནང་ནས

འཇལ་སྟངས་བཟང་པོ་རེད་འདུག་ཟེར་བ་དེ་འདྲ་བཙལ་ཡ་རེད། ད་སྤར་ཁ་བཟང་པོ་ཞིག་ཉན་པ་ཞིག་ལྟ་ན་དེ་འདྲ་ལྟ་ཡ་རེད་ད་ང་ཚོ་ཚོང་གྲོང་ཡིན་ན་ཡང་འདྲ་བླ་མ་སློབ་མ་གང་ཡིན་ན་ཡང་འདྲ་དེ་སྤར་ཁ་ཐོན་མི་ཐོན་ལྟ་ན་དེ་འདྲ་ལྟ་ཡ་རེད་ཟེར་ཞུ་ཡིན་ལགས་སུ་འདུག་ཅེས།